ང་ད་ལྟ་དེ་ཉམས་པ་སླར་གསོའི་ཚབ་ཇུས་ཞུས་ཏེ་དེ་ང་ཚོ་སེམས་གསིང་གནང་མཁན་རྣམ་པ་ཡོངས་ལ་ཐུགས་རྗེ་ཆེ་ཉམས་པ་སླར་གསོ་ལ་རྒྱབ་སྐྱོར་གནང་རོགས་གནང། ང་ལ་ཉམས་པ་སླར་གསོ་ལ་བདེན་པ་འདུག་ང་ད་ལྟ་དམིགས་བསལ་ཉམས་པ་སླར་གསོ་ལ་རྒྱབ་སྐྱོར་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ་ཨང་དེ་རེད་བདེན་པ་དེ་བདེན་པ་ག་རེ་རེད་བོད་རྒྱའམ་སུམ་ཅུ་སོ་དགུ་དེ

ད་ལྟ་གནས་དེ་གཉིས་ཀྱི་ཁྲིམས་ཞིབ་ཁྲིམས་དཔོན་ཚང་མ་ལ་འཕྲལ་དུ་མ་ཕེབས་རོགས་གནང། ཨ་འདི་ཞུ་ཡ་ཡིན། ཨ་ནི་ད་དམིགས་བསལ་ང་ད་ད་རིང་མདང་དགོང་ནས་བྱེད་ཅིག་དེ་ང་ཚོས་ཉམས་པ་སླར་གསོ་གི་ལས་འགུལ་ཅིག་སྤེལ་ཡོད་རེད། ད་རིང་ང་ང་ཚོ་དེ་སྤྱི་འཐུས་ལྷན་ཚོགས་ནང་ལ་ཉམས་པ་སླར་གསོས་ཀྱི་ཞུ་གཏུགས་ཞུ་ཡིག་ཅིག་ང་ཚོའི་སྤྱི་འཐུས་ཚང་མ་ལ་རེ་རེ་བཀྲམ་པ་ཡིན། དམིགས་བསལ་གྱིས་ང་རང་ང་རང་གི་ཚོར་བ་དང་ང་རང་ལ་དམིགས་བསལ་གྱི་ཁོར་ཡུག་སྤྱི་འཐུས་ག་འདྲས་ཐུགས་སུ་བླངས་ན་སྤྱི་འཐུས་རང་བདག་པན་ཆེ་ཤང་ཟླ་བ་ཚེ་རིང་ལགས་སྤྱི་འཐུས་མང་པོ་ཞིག་ཐུགས་སུ་ལེན་གང་ག་རེ་གསུང་གི་འདུག་ས་འདུག་ལབ་དུས་སྔ་ལ་ཞུ་ཡིག་དེ་ཡག་ཕུལ་དུས་གོ་ན་ཐོ་ཅི་སྲིད་གྲོས་ཆོད་ཨང་གསུམ་ཅུ་སོ་དགུ་གི་དེ་ཨ་ནི་ངེས་པར་དུ་གཙང་མ་དང་རྒྱུ་གྱོང་དེ་གཙང་མ་དང་གསལ་བོ་བཟོ་དགོས་འདུག་ཞུ་དུས་ཧང་ག་རེད། གྲོས་ཆོད་ཨང་གསུམ་གསོལ་བོ་དེ་གཙང་ས་རེད་ཆགས་ས་རེད། རྒྱབ་རོམ་བཅས་ཀྱིས་གསུངས་པ་རེད་ལ་ངེས་ཏེ་དེ་གོང་ས་འདི་སྤྱི་འཐུས་བར་བརྒལ་ཚོགས་གཙོ་སྤྱི་འཐུས་ཟླ་བ་ཚེ་རིང་ལགས་ངེས་དེར་དེ་ང་སྙམ་དུ་དེ་ཨ་ཅག་དེ།

ད་བདུད་རྩི། མ། གང་ལ་བར་ད་རུ་རྩ་བ་ནས་བྱས་ནས་ལྐོག་བྱེད་མ་དབྱུག་ནི་མ་གཏོགས། ད་མ་འོངས་པ་ཁྱོད་ནི་ཡག་པོ་ཆགས་ས་མ་རེད་བསམ་བསམ་བདུད་རྩི་གིས་དགག་ཡ་ཡུས་བྱེད་ས་རེད། ད་འདི་ངེད་ཀྱི་ཚོར་བ་ཅིག་ཡིན།